ལས་རིམ་ཚོགས་ཡོངས་ལ་འཚམས་འདྲི་ཞུ། ང་ལས་རིམ་གཙོ་སྐྱོང་བ་བཀྲ་ཤིས་དབང་ཕྱུག་ཡིན། དེ་རིང་ང་ཚོའི་སྐུ་མགྲོན་སྤེན་ནང་བཞུགས་མཁན་སྐུ་ཞོགས་ཐུབ་བསྟན་དབང་ཆེན་ལགས་ཡིན། ཁོང་ནི་ཁུལ་དེའི་བོད་ཁང་ངམ Tibet House གི་འགན་འཛིན་དང་ད་ལྟའི་ཡུ་རོབ་ཁུལ་གྱི་བཙན་བྱོལ་བོད་མའི་སྤྱི་འཐུས་ཡང་རེད། ཉེ་བའི་ཆར་ཁོང་གིས་གཙོས་པའི་བློ་འདོན་མི་སྣ་འགའ་ཤས་ནས་རྒྱ་དམར་པོའི་གཞུང་དང་དེ་གའི་གཙོ་འཛིན་མི་སྣ་ག་ཤས་ལ་སི་པེན་གྱི་ཁྲིམས་ཁང་ཞིག་གི་ནང་ཁྲིམས་གཏུགས་བྱས་པ་དེ་ནི་ཡོངས་གྲགས་ཡིན་པ་རེད། དེ་རིང་ང་ཚོས་སྐུ་ཞོགས་ཐུབ་བསྟུན་དབང་ཆེན་ལགས་སུ་གནད་དོན་དེ་དང་ཁོང་གི་མི་ཚེའི་ཉམས་མྱོང་སོགས་ཀྱི་ཐད་ལ་ཡལ་ག་མེད་ཞུ་གི་ཡིན། སྐུ་ཞོགས་དབང་ཆེན་ལགས་ཐུགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། སྐུ་ཞོགས་ཐུབ་བསྟུན་དབང་ཆེན་ལགས་ཡིན་ན་ད་དེ་ཡུ་རོབ་ཁུལ་ལ་ཡ་ད་བོད་མི་ཧ་ལམ་དང་པོའི་གྲས་ལ་རེད་ཤག་ཨ་ཕ་གི་ལ་ཡ་སླད་ནས་ཨ་ནི་བལ་ད་བོད་དོན་དང་འབྲེལ་བའི་ཕྱག་ལས་མང་པོ་བཞུ་གནང་ཤག་ད་ནི་དེའི་སྒང་ལ་ཡ་དེ་བོད་ཁང་དེ་གསར་དུ་བཙུགས་གནང་ཤག་ཨ་དེའི་གི་ཉམས་མྱོང་དང་མ་སོང་དེའི་གི་ང་ཚོའི་གཟིགས་མོ་བ་ཚོ་ལ་བིགས་ཅིག་གསུངས་གནང་ད།

བོད་པ་ཚང་མ་བློ་ལ་འགན་ཞིག་ཡོད་རེད་བོད་ཀྱི་ད་རྩ་དོན་དེ་གད་རྒྱང་ཆེན་པོ་ཅིག་གང་སླེབས་བསྡད་ཡོད་རེད་དེ་ཡིན་དུས་ད་ང་ཚོ་ས་གནས་ག་བ་སླེབས་ཡིན་ནས་སོ་སོའི་གི་འགན་ཞིག་ཁས་རྗེས་ཨ་ནི་བོད་ཀྱི་གནས་སྟངས་ངོ་སྤྲོད་བྱེད་ཡ་དང་ཨ་ནི་བོད་ཀྱི་ལོ་རྒྱུས་རྒྱལ་རབས་ལོ་རྒྱུས་རེད་དེ་ག་ནང་བཞིན་གི་ཆོས་དང་རིག་གཞུང་ཨ་ནི་མི་མང་ལ་ག་སོ་ཁྱབ་བསྒྲགས་ག་ཚོད་མང་མང་ཅིག་བྱེད་ཐུབ་པ་ཡིན་ན་རྒྱལ་ཆེན་གཡོད་པ་ཅན་ནམ་རྒྱུན་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་རྣམས་ནང་བཞིན་གྱི་ད་ང་དེ་སྤེན་ལ་རེད། སླད་ཀྱི་ལོ་སུམ་ཅུར་འགྲོ་གི་ཡོད་རེད་འདིར་ནང་བཞིན་གྱི་རྒྱལ་བོ་རིན་པོ་ཆེ་གི་ད་བཀའ་སློབ་ཕལ་ཆེ་ག་ད་རིག་གཞུང་ཐོག་ནས་ཞིག་ལས་ཀ་བྱེད་ཐུབ་ན་སྤེན་ལ་དགེ་མཚན་འདུག་བ་ཅི་བཀའ་སློབ་རྣམས་ནང་བཞིན་གྱི་སོ་སོའི་ངོས་ནས་ཅིག་འབད་རྩོལ་ཞེ་དྲག་བྱས་རྗེས་མཐའ་མ་མཐའ་མ་དེ་གཅིག་སྟོང་དགུ་བརྒྱ།

གཅིག་ག་སོད་རྒྱལ་རབས་ལོ་རྒྱུས་བོད་ནང་གི་དཀའ་ངལ་དོན་ཚོ་དུང་སེམས་མཉམ་སྐྱེད་ཡོང་བའི་ཆེད་དུ་སི་པེན་མི་རིགས་ཁག་ལ་ང་ཚོས་གི་ད་ཅིག་ཁྱབ་བསྒྲགས་བྱས་རེད་བགྲོ་གླེང་བྱས་རེད་དེ་ག་ནང་བཞིན་གི་བོད་མི་ད་མང་པོ་ཞིབ་ཅིག་ང་རང་ཚོའི་སྐྱབས་བཅོལ་ཡོད་གི་རྒྱ་གར་དང་རྒྱ་ནག་ད་བལ་ཡུལ་ཕྱོགས་ལ་བོད་པ་མང་པོ་ཅིག་ཡོད་གི་འདུག་གི་གཞི་ཆགས་ཁག་དེ་བ་ལ་ཅིག་གི་ཤེས་ཡོན་དང་དེ་ག་ནང་བཞིན་གི་འཕྲོད་བསྟེན་གང་ཅིའི་ཐད་ལ་ང་ཚོས་ད་རྒྱབ་སྐྱོར་གང་ཐུབ་ཐུབ་བྱས་རུང་ཞིག་ད་ལྟ་བོད་དུ་ལས་འགུལ་འདུ་ཤེས་ཤིག་རྩོམ་བཅས་འདུག་བསྡད་པ་ཡིན། ཨ་ལ་སེ། ཅི་ད་ད་ལྟ་འདི་ཡོངས་གྲགས་རེད་ཨ་ནི་ཕྱི་ལོ་ཉིས་སྟོང་དྲུག་ལོར་ལ་ཡ་འདི་སྐུ་ཞོགས་དབང་ཆེན་ལགས་དང་ཨ་ནི་བློ་མཐུན་མི་སྣ་ཁ་ཤས་ཅིག་གིས་ཨ་ནི་ད་ད་འདི་རྒྱ་ནག་དམར་པོའི་གཞུང་དང་དྭགས་ནང་བཞིན་པ་ཨ་ནི་མི་སྣ་གཙོ་འཛིན་ཁ་ཤས་ཅིག་ལ་ཡ་ཨ་ནི་ཁྲིམས་གཏུགས་གནང་ཤག་དེ་གནང་དགོས་ཀྱི་ཐོག་མ་བསམ་འཆར་དེ་ག་འདྲས་ཅིག་འབྱུང་ངེས་ན། དེ་ད་ད་ལྟ་གསུམ་རང་བཞིན་རེད་ཉིས་སྟོང་དྲུག་ད་ལྔ་དྲུག་དེ་བར་ནས་འགོ་བཙུགས་རྗེས། དེ་གཙོ་བོ་དེ་ག་རེ་ཟེར་ན་ང་རང་ཚོ་གི་ད་བོད་པ་ཚོ་གི་ང་རང་ཚོ་ལ་བདེན་པ་ཡོད་ཟེར་བཞིན་ག་ཚོད་སྐད་གྲགས་སྐད་ཆ་ག་ཚོད་གསལ་བསྒྲགས་རུ་བྱས་བསྡད་པ་ཡིན་ན་ཡང་འཛམ་བུ་གླིང་གི་འདི་ཉན་ཐུབ་པའི་ཁག་པོ་དང་ཡིད་ཆེས་བྱས་ཁག་པོ་རུ་ཆགས་ཡིན་དུས་ང་ཚོ Spain གི་ཡང་ལུང་པ་གཞན་པ་དང་མ་འདྲ་བའི་ཁྲིམས་ཀྱི་ཐོག་ནས་ཨ་ནི་རྒྱལ་སྤྱིའི་གི་དངོས་གནས་ཅིག་ནག་ཉེས་ཅན་མི་མང་པོ་ཅིག་དཔོན་རིགས་ཁག་དང་དམག་དཔོན་དུ་ཚང་མ་ལོག་ལ་ཁྲིམས་གཏུགས་བྱས་གི་ལམ་སྲོལ་ཞིག་ཡོད་པ་རེད་ཤག་དེ་ཡིན་དུས་ཀ་ནས་ང་ཚོས་དེ་ཤེས་པའི་ཐོག་ནས་ཨ་ནི། རང་ཚུགས་དེ་ཁྲིམས་དཔོན་ཁག་དང་དེ་འདྲའི་མཉམ་དུ་བོད་བོད་དོན་རྒྱབ་སྐྱོར་ཚོགས་པ་གྲོགས་པོ་དེ་འདྲའི་མཉམ་དུ་སྐད་ཆ་བྱས་རྗེས་ཨ་མཐའ་མའི་དེ་ང་རང་ཚོས་བོད་ནང་ལ་དངོས་གནས་གཅིག་གི་རྒྱ་ནག་གཞུང་གིས་ཨ་ནི་བཙན་འཛུལ་བྱས་པ་དང་རྒྱ་ནག་གཞུང་གིས་ཨ་ནི་མི་སུའི་ཁྲག་སྦྱོར་རྒྱ་གར་ནང་བཞིན་གྱི་ཨ་ནི་ཆོས་དང་རིག་གཞུང་རྩ་མེད་བཟོ་ཡ་གི་ཐབས། བོད་ཀྱི་ལོ་མི་ལོ་ལྔ་བཅུ་ལྷག་ཅིག་ཟུར་འཛུགས་བྱས་པ་ཡིན་དུས་དེ་ཚོ་ཁྲིམས་ཀྱི་ཐོག་ནས་བཀས་བཅད་འཛམ་བུ་གླིང་ཡོངས་ལ་ཁྱབ་བསྒྲགས་བྱས་ཅིག་དང་ངོ་སྤྲོད་བྱས་ཐུབ་པ་ཡིན་ན་དགེ་མཚན་ཡོད་པ་ཅིག་ང་ཚོས་ཧ་གོ་བྱས་འདུག་ཟེར་བྱས་བརྒྱུད་རིམ་དེ་འདྲ་ཞིག་ཕྱིན་རྗེས་ལྷག་པར་དུ་ང་ཚོ་ཅིག་བོད་ལ་བདེན་པ་ཡོད་ལབ་པ་ཙམ་གྱིས་འགྲིག་གི་མི་འདུག་དེ་ཁུངས་སྐྱེལ་ར་སྤྲོད་བྱེད་དགོས་ཀྱི་ཡོད་རེད། དེའི་སྐབས་ལས་ང་རང་ཚོ་ཡིན་པ་ནི་ཡང་དེ་ཁུངས་སྐྱེལ་ར་སྤྲོད་ཀྱི་ཆེད་དུ་ང་རང་ཚོ་ད་བཙོན་པ་བསུ་བ་མང་པོ་ཞུ་གྱི་འདུག་ཟེར་བྱས་རིམ་པས་དེ་འདྲའི་ཞུས་བྱས་དཔང་རྟགས་ཀྱི་ཚུལ་དུ་ཁྲིམས་ཁང་ལ་བཅར་བྱས་སོ་སོ་གྱི་ལོ་རྒྱུས་དང་སོ་སོ་གྱི་ཉམས་མྱོང་ཐོག་ནས་དུ་བུ་ག་ཚོད་མྱོང་པ་དང་དུ་བུ་ག་ཚོད་བཏང་པ་བཙོན་ཁང་ནང་ལོ་ག་ཚོད་བཞུགས་པ་འོ་དེ་འདྲའི་ཐོག་ནས་བརྒྱུད་རིམ་གསལ་པོ་ཞུ་བྱས་བྱས་ད་ལྟའི་ཆ་ལ་ད་ག་སོང་ང་རང་ཚོ་ལ་གྲུབ་འབྲས་རིང་པོ་ཞིག་ཡག་པོ་ཞིག་ཐོན་བྱས་གནས་སྐབས།

དྲི་བ་གནང་བར་ནང་བཞིན་གྱི་ཁོ་རང་ཚོ་ཉམས་མྱོང་ཐོག་ནས་བར་ཐག་ཅིག་ཅིག་ང་ཚོ་ཡིན་པ་དེ་ཡིན་པ་ཅིག་ཞུས་རྗེས་ཁོ་རང་ཚོ་ལ་ངེས་པ་རྙེད་པ་ཅིག་བྱུང་རྗེས་ཁྲིམས་དཔོན་ཚང་མ་ལོག་སྔོན་ནས་ཡིད་ཆེས་བློས་འགེལ་བྱུང་ཨ་ཡེ་དོན་ལྡན་གྱི་གནས་སྟངས་ཆགས་རྗེས་ད་ལྟའི་ཆ་ལ་འདུག་གནས་སྟངས་དེ་འདྲ་ཆགས་པ་རེད་ལགས་འོ་ད་རེད། ཨ་ནི་དེ་ད་ལྟ་དེ་བོད་རིགས་མ་ཡིན་པའི་ད་དེ་ང་ཚོ་བོད་ཀྱི་གྲོགས་པོ་ད་ལྟ་ཨེ་ལན་ཁན་ཏོས་རེད། ཧོ་སེ་ཧོ་སེ་ལ་ཡོད་རེད་ཨ་ནི་ཁོ་རང་ཚོའི་རྣམ་པས་ཀྱི་དེ་འདི་གནང་ལོག་དེ་ཕྱག་ལས་རེ་གར་གནང་གི་ཡོད་རེད་དེ་ཅིག་གཟིགས་མོ་བ་ཚོ་ལ་རོབ་གསུངས་ན་ད།

ལྷོ་ཨ་མེ་རི་ཀ་གི་རྒྱལ་ཁབ་ཅི་ལི་སིང་གི་དེ་དམག་དཔོན་དང་འདྲ་ཅིག་པི་ནོ་ཅེ་ཏི་བྱུང་བར་བ། ལ་རེད་ལ། ཁོ་རང་ངོ་ལ་མི་ཟེར་ལ་ཤ་གདུག་རྩུབ་བཏང་རྗེས་མཐའ་མ་དེ་ཁོ་རང་དེ་བ་ཨིང་ལན་དུ་བ་ལ་བྲོས་རྗེས་འདུག་བྱས་པ་རེད། དེའི་སྐབས་ལ་ཨ་ནི་སི་པན་གི་ཁྲིམས་ཀྱི་ཐོག་ནས་ཨ་ནི་ཅིག་ཁུངས་སྐྱེལ་ར་སྤྲོད་བྱས་ཡོད་པ་ཡིན་ན་དམག་དཔོན་སུ་དང་སུ་ཡིན་པ་ཡིན་ན་ནག་ཉེས་ཡོད་པ་དེ་ཚོ་ཚུ་འཛིན་བཟུང་བྱས་ཡ་དང་འདི་ལ་ཨ་ནི་ཉེས་ཆད་བཏང་ཡ་དང་འདི་ལ་འདྲི་རྩད་བྱས་བྱས་ག་འདྲས་ཡོང་གི་མེད་ཚང་མ་ལ་གནས་རིམ་ཅིག་ཏུ་ཡོད་བྱུང་པ་རེད་དེ། འདི་གི་རྐྱེན་པས་ང་ཚོ་རྒྱ་ནག་དབུས་ང་ཚོ་བོད་ལའི་གནས་སྟངས་འདི་འདྲ་ཆགས་བསྡད་ཡོད་དུས་རྒྱ་ནག་གི་དཔོན་པོ་ཁག་འདི་ཚོ་ཡིན་ནའི་ཁྲིམས་མི་ཐུབ་པ་ཡིན་ན་ཁོ་རང་སླེབས་ས་ཅིག་ལ་སླེབས་འགྲོ་གི་རེད། གསལ་བཤད་ཆགས་འགྲོ་གི་རེད་འདུག་བྱས་བྱས་བསམ་བློ་བཏང་བྱས་ཐུག་བྱས་པ་རེད་ད་ཡིན་དུས་རྒྱ་ནག་དཔོན་པོ་བདུན་རེད་ད་དཔེར་ན་ཧུ་ཅིན་ཐའོ་བཅས་ཏཱ་ན་ཞི་ལི་པེང་དང་ཅང་ཅི་མིན་བཅས་དེ་དག་དམག་དཔོན་ཁ་ཤས་བྱས་བྱས་དུག་སེལ་བྱ་འདི་ཐུབ་དང་པོ་ཐུབ་རེད་ད་ད་ལྟའི་ཆ་ལ་ཉེས་པའི་ཆ་སྟ་རི་བཅུ་ཚེ་བ་བཅུ་གཉིས་འགའ་འདྲ་བ་འདི་གི་ཨ་ནི་ཅིག་གི་ས་གོས་སེ་ར་ཁོ་རང་སྤེལ་རྗེས་ཁྲིམས་དཔོན་ཁག་ཚང་མ་གིས་ཨ་ནི་ང་རང་སུ་མང་མོས་ཐག་གཅོད་ཐོག་ནས་ཨ་ནི་ཧུ་ཅིན་ཏའོ་ཁོ་རང་ལ་ཐད་ཀར་དུ་གི་ཨ་ནི་བོད་ནང་གི་གདུག་རྩུབ་དང་བོད་ནང་གི་མནར་གཅོད་དང་མི་གསོད་ཁྲག་སྦྱོར་བྱས་པ་ཚང་མ་ལོ་ཁོ་རང་དང་ཐད་ཀར་འབྲེལ་བ་ཡོད་པ་ཅིག་རེད་ཤག་སེ་བྱས་ནག་ཉེས་ཕོག་པ་རེད། འཕགས་པ་ནང་བཞིན་གྱི་ཁོ་རང་ག་སུ་རེད་འཛམ་བུ་གླིང་ཡོངས་ལ་ད་ཁོ་རང་གི་གསལ་བསྒྲགས་བྱས་ཀྱི་ནག་ཉེས་ཀྱི་ནག་ཅན་གྱི་མི་ཞིག་ཡིན་བྱས་ཀྱི་འདུག་ཟེར་ཀྱི་འདི་བྱས་པ་ཡིན་དུས་ད་རིམ་པས་གི་ག་ལེ་ག་ལེ་སྤེན་གཞུང་དེ་དང་སྤེན་གྱི་ཁྲིམས་དེ་ཤུགས་ཆེན་པོ་ཞེ་བུ་དང་ཨ་རིའི་གཞུང་འདྲ་བོ་དེ་འདྲ་ཡིན་མ་རེད་ཡིན་མིན་ན་ཡང་ཁོ་རང་ཚོ་རང་རྒྱལ་སྤྱིའི་ཐོག་ནས་དྲང་པོ་དྲང་བཞག་གནང་བ་རེད་ཁོ་རང་ཚོ་ཡིན་པ་དེ་ཡིན་པ་དང་རྒྱ་ནག་གནོད་བྱུས་ཚོ་ལ་མ་འགྲོ་བ་བྱས་ཀྱི་ཐག་གཅོད་ཧ་ལས་པའི་གི་ཡག་པོ་གནང་བ་རེད་དེ་ཡིན་དུས་བར་འདི་ངས་སི་པེན་གྱི་ཁྲིམས་ཁང་ཡིན་ནའི་སི་ཇི་རེད་བསམ་བསམ་དེ་འདྲའི་ཡོང་གི་ཡོད། ད་རེད་ལ། ཁ་ཚིག་ངེད་ཅག་དང་འདྲ་དེ་ཧུའུ་ཅིན་ཏའོ་གི་མིང་དེ་ཨ་ནི་གསར་འགོད་སེ་ར་ནག་ལོ་ཡ་ཀླད་དུས་ཙམ་པ་ལ་ཨ་ནི་རྒྱ་ནག་གཞུང་ནས་ཨ་ནི་དེ་ཡ་ལན་རུ་ཞིག་རྒྱབ་བྱས་ནས་དེའི་གནས་ཚུལ་དེ་ཞིའུ་ཅི་ཆེན་པོ་ཆགས་སོང་བ་ལ། ཨ་ནི་དེ་གི་ཐོག་ལ་ཡ་ཨ་ནི་དེ་སི་པེན་ནག་ལོ་ལ་རྒྱུད་ལུམ་དེ་ཚོའི་ཐོག་ལ་ཡ་དེ་བསམ་འཆར་རུ་ཞིག་ག་རེ་ཡོད་ཡིན་ན་ཅིག་རྒྱ་ནག་གཞུང་གི་དེ་ལ་ཡ་ལན་ལན་འདེབས་བྱས་ཞོར་བ་ལ།

འདི་ལ་ད་འགྲིག་གི་མེད་པ་དང་འདི་ལ་སྐྱོན་བརྗོད་བྱས་ཡིན་པ་ཁོ་ཚོའི་ལས་འགན་རེད་ཤག་དེ་ཡིན་དུས་ཁོ་ཚོ་ཇི་ལྟར་གྱིས་ཤུགས་སྣོན་བརྒྱབ་བྱས་ད་ལྟའི་ཆ་ལ་ཡིན་ན་ཡང་སྤེན་གྱི་ཚགས་པར་དང་དུས་ཚོད་ང་ལ་དྲི་བ་དེ་འདྲ་གླེགས་ཡོད་རེད་ངས་བདེན་པ་དྲང་པོ་དྲང་བཞག་ཞུ་གི་ཡོད་རེད་དེ་ཡིན་དུས་ང་ཚོ་རྒྱ་ནག་གཞུང་གིས་ད་ལྟའི་ཆ་ལ་ཁོ་ཚོའི་གི་དཔལ་འབྱོར་གྱི་ནུས་པ་དེ་ངོམ་རྗེས་ཚང་མ་ལ་ཨ་རི་ཡན་ཆད་ནས་ཁོ་ཚོས་གི་ཅིག་དང་བྱེད་ཆོག་གི་རེད་བྱེད་ཆོག་གི་མ་རེད་ཅེས་བཀའ་བཏང་ཡས་གི་ཁོ་ཚོས་གི་དེ་ཐབས་ཤེས་བྱེད་གི་ཡོད་རེད། དེ་ཡིན་དུས་ཀ་ནས་ད་རྒྱལ་ཁབ་ཆུང་ཆུང་ཨ་ཧྥུ་རི་ཀ་གི་གཡས་གཡོན་དང་ང་རང་ཚོ་ཧི་མ་ལ་ཡ་གི་ད་ལྟ་བ་ཅིག་གི་རྒྱལ་ཁབ་ཆུང་ཆུང་འདི་ཚོ་ལ་ཁོང་ཚོ་དབང་ཡོད་བཤད་དང་བཤད་བཞིན་པ་རེད་ཡིན་ན་ཡང་ང་ཚོ་ལ་ཡུ་རོབ་ནང་ལོགས་དང་ལྷག་པར་དུ་ད་ང་ཚོ་སྤེན་འགྲོ་བ་ཅིག་ཡིན་ན་ཡང་དེ་ཚོ་ཚང་མ་ལོགས་ལ་ཁོང་ཚོའི་གནས་ཤུལ་འོག་ལ་ང་ཚོ་འགྲོ་དགོས་མ་རེད། ང་ཚོ་འགྲོ་དགོས་ཨེ་ཡོད་མ་རེད། དེ་ཡིན་དུས་ཀ་ནས་ང་རང་ཚོ་དྲང་པོ་དྲང་བཞག་དང་ང་རང་ཚོ་གི་ལུང་པ་ཅིག་གི་ཁྲིམས་དང་ལུགས་སྲོལ་དེ་ང་རང་ཚོ་རང་གིས་འཛིན་བཟུང་བྱ་དགོས་རེད་མ་མདོ་ཅིག་གི་རྒྱ་ནག་གི་བོགས་ལ་ཕྱིན་པ་ཡིན་ན་ང་ཚོས་ཨ་ནི་དངོས་གནས་ཅིག་རྒྱལ་ཁབ་ཀྱི་ཨ་ནི་ཅིག་ནུས་པ་བླ་ཡ་དང་འདི་འདྲའི་ཐོག་ནས་ཆགས་ཀྱི་རེད་ཅེས་ཅེས་ང་ཚོས་ད་རྒྱ་ནག་ག་ཚོད་བཤད་པ་ཡིན་ན་ཚང་མ་ལོ་ག་སོང་ན་ང་ཚོས་མི་ཡོག་ར་ཡོག་མ་རེད། རྒྱ་ནག་གཞུང་དང་སི་པན་གཞུང་གཉིས་བར་དབུས་ཀྱི་མཐུན་འབྲེལ་དང་ཚོང་འབྲེལ་དང་མཐུན་ལམ་མེད་པ་བཟོ་གི་རེད་ཅེས་ང་ཚོས་དོགས་པ་ཁོ་རང་ཟ་དགོས་མ་རེད། ང་སི་པན་ཡིན་པའི་མི་ཅིག་ཡིན་པའི་ཆ་ནས་ང་ཚོས་མཐུན་ལམ།

དེ་རྣམ་པ་ཚོས་ད་ལྟ་འདི་ཁྲིམས་གཏུག་གནང་མཁན་དེ་ཕྱི་ལོ་ཉིས་སྟོང་ལྔ་ནས་ཅིང་ད་བར་ད་ལོ་ཧ་ལམ་ད་ལོ་བརྒྱད་མ་ནར་ཅིང་འདས་ཀྱི་འདུག་ཨ། འདིའི་སྐབས་དེ་ལ་ཡང་ད་བས་ད་བས་དུས་ཚོད་རིང་པོ་བྱུང་དུས་ད་ནས་ད་ཏོག་སེམས་ཤུགས་ཆགས་པས་སོ་དེ་འདྲའི་གས་ཚོར་བ་དེ་འདྲ་གས་བྱུང་ཡོད་ན། རེད་ད་ར་དེ་ང་རང་ཚོ་བོད་ཀྱི་འཐབ་རྩོད་དེ་དངོས་གནས་ཅིག་གི་ཏིང་རིན་པོ་ཆེ་དང་དཀའ་ལས་ཁག་པོ་ཅིག་ང་ཚོའི་འཐབ་རྩོད་དེ་རྒྱ་ནག་སྟོབས་ཆེན་རྒྱལ་ཁབ་ཅིག་མཉམ་དུ་ག་ཚོད་འཐབ་དགོས་ཀྱི་ཡོད་དུས་དེ་ལས་སླ་པོ་ཅིག་མ་རེད་ཤག་དེ་ཡིན་དུས་ང་ཚོ་དེ་ད་ཁྲིམས་གཏུགས་ཏེ་ལོ་ཟླ་མང་པོ་ཞིག་འགོར་བ་རེད། མཚམས་མཚམས་ལ་ཁྱེད་རང་ཚོ་ཁྲིམས་ཁང་ནས་གསུང་གོ་ད་འོ་ད་དེ་ཐབས་ཤེས་ཡོང་ས་མ་རེད་ད་ཐབས་ཤེས་ཡོག་མ་རེད་ཁྱེད་རང་ཚོ་ཡིན་ན་ཡང་ད་ད་ག་སུ་རེད་ཞི་ར་ཞི་ར་རེ་བ་བྱེད་རྒྱུ་ཡོག་མ་རེད་ཟེར་ཏེ་ནས་མཚམས་མཚམས་བཤད་ཀྱི་འདུག་ཚགས་པར་ནང་ལས་མཚམས་མཚམས་འདོན་གྱི་ཡོག་རེད། དེ་ཡིན་པས་ན་ང་ཚོ་ང་རང་ཚོའི་ངོས་ནས་ཡིན་ན་ཡང་ད་དེ་གང་ལྟར་ང་ཚོ་བདེན་པ་ཞིག་ཡོད་པ་ཡིན་དུས།

ད་ནི་ང་ཚོས་ད། ཧུའུ་ཅིན་ཐའོ་ཝང་གི་ཐོག་ནས་ང་ཚོས་རྒྱལ་ཁ་ཞིག་ཐོབ་པ་འདི་རེད། སྤྱི་བཏང་ང་ཚོ་འཐབ་རྩོད་བྱེད་ངེས་བོད་མི་རེད་ད་ང་ནང་བཞིན་པ་ད་འཛམ་གླིང་ཡུལ་གྲུ་ཁག་མང་པོ་ཅིག་རྒྱ་ནག་མཉམ་དུ་ཏུ་ཏུ་ཙམ་པ་རྒྱ་ནག་གི་དཔལ་འབྱོར་འདི་ཆེན་པོ་ཞིག་མཐོང། ཨ་དེ་ལ་ཡ་དེ་སོ་སོའི་རྒྱལ་ཁབ་མཉམ་དུ་ལ་ཡར་དོ་ཕོག་རེ་གྲུག་རེ་བསམ་བྱས་ན་ཨ་ནི་ཨ་ག་དུས་ནས་ཅིག་འཛེམ་ཟོན་བྱས་ཤིག་སླེབས་ཀྱི་ཡོད་རེད། ཨ་ནི་ཏུ་ཏི་ཝང་ཅིག་ལ་དེ་ལ་ཡ་ཡ་དེ་ཡག་གི་ཕྱོགས་ནས་གཟིགས་ན་ཡ་དེ་གཟིགས་སྟངས་ཅིག་མ་འདྲ་རུ་ཅིག་གས་གཟིགས་ཀྱི་ཡོད་ཡིན་ན་རྒྱ་ནག་སྟོབས་ཆོག་སྟོབས་ཤུགས་ཆེན་པོ་དང་འཛམ་གླིང་མཉམ་དུ་འབྲེལ་བ་ཡོད་པ་ཙམ་གྱི་དེ་ལ་ཡ་ང་ཚོས་ཁེ་ཕན་ལེན་དགོས་དེ་རེད་གས་གཟིགས་ཀྱི་ཡོད་ཡིན་ན།

ཞེའུ་ཅིག་བཤད་སོང་ཟེར་བ། བཤད་པ་ནང་བཞིན་གྱི་འཛམ་བུ་གླིང་རྒྱལ་ཁབ་མང་ཆེས་དངོས་གནས་ཁོ་ཚོ་ལ་མགོ་སྒུར། ཁོ་ཚོ་ལ་དངོས་གནས་ཀྱི་ཅི་གསུང་བཀའ་དྲུག་ཞིག་མཁན་འདྲ་པོ་བྱེད་ཀྱི་འདུག་ངས་མཐོང་དུས། ད་རྒྱལ་ཁབ་འདྲ་ཁ་དྲོ་མང་པོ་བྱུས་ཨར་དེ་ང་ཚོའི་གི་བོད་ཀྱི་རྩ་དོན་ཐོག་ལ་ཁེ་ས་ཡི་གེ་ཁ་གྲགས་བཅས་བྱེད་འདུག་མཁན་རྒྱལ་ཁབ་ཅོག་གསུམ་མ་ཞིག་བྱུང་མ་སོང་ཁེ་ས་རང། ད་རྒྱལ་ཁབ་བརྒྱ་དང་དགུ་བཅུ་ག་རང་ཅིག་ཡོད་ཨར་ད།

དགའ་བསུ་ཞུ་མཁན་ཤ་སྟག་རེད་ཤག་མ་འདོག་ད་དེ་ཁྱེད་རང་གི་ཞི་བུ་བྱས་ཤག་ང་ཚོ་སི་པེ་ཡིན་དང་རྒྱ་ནག་གཞུང་དཔའ་རུ་ལ་ཁྱེད་རང་རྙོག་དྲ་བཟོས་ཤག་ཟེར་མཁན་ཚོས་ཅི་ཡང་མི་འདུག་རེ་བ་རྣམ་འགྱུར་བ་ཚང་མ་ལོག་ཡག་པོ་དང་བཀྲ་ཤིས་བདེ་ལེགས་བྱེད་བྱེད་ཀྱི་འཚམས་འདྲི་ཞུ་མཁན་མང་པོ་འདུག་དེ་ཡིན་དུས་དེ་ཡག་པོ་རེད་བསམ་དགོས་དོན་མ་འདུག་གཅིག་གིས་ཁོ་ཚོའི་དྲང་པོ་གཅིག་བདེན་པ་དེ་ཁོ་ཚོས་ཧ་གོ་གི་ཡོད་རེད་བདེན་པ་ཧ་གོ་མཁན་མི་ཚོས་གོ་དེ་འདྲས་བཤད་ཀྱི་ཡོད་རེད། ལྟ་དེ་རྣམ་པ་ཚོས་ད་ལྟ་དེ་སྤེན་གྱི་ཁྲིམས་ཁང་ནང་ལོགས་ལ་ཡང་ཨ་ཁྲིམས་གཏུགས་གནང་པ་རེད་ཨ་ཁྲིམས་གཏུགས་གནང་སྟངས་དག་ན་ཨ་ད་དེང་ཚོ་དེ་སང་ད་བལ་བཙན་བྱོལ་བོད་མི་ད་ཡུལ་གྲུ་ཁག་མང་པོ་ཅིག་ལ་རྒྱབ་བསྡད་ཡོད་རོགས་པ་ལ་ད་ཡུ་རོབ་རེད་དག་ན་བཞིན་པ་ཨ་མི་རི་ཀ་རེད་དག་ན་བཞིན་པ་ད་ཨོ་སི་ཀྲོ་ལི་ཡ་ད་ཁག་མང་པོ་ཅིག་ལ་རྒྱབ་བསྡད་ཡོད་རེད་ཨ་ནི་བོད་རིགས་ཚང་མས་དེ་འདྲའི་གི་ལས་འགུལ་ཅིག་སྤེལ་བ་རུ་བྱེད་ན་ཨ་ནི་བོད་ཀྱི་ག་ས་དེ་འཐབ་རྩོད་ཀྱི་ལས་འགུལ་དེ་ལ་ཡང་ཁ་ཕྱོགས་ག་འདྲ་རེད་ཟེར་གི་ཡོད་ཨ་ན། འོ་ད་ཡིན་ད་ཡིན་ད་དགོངས་ནས་ང་དེ་སྔ་མི་གཅིག་གིས་བོད་པ་མི་གཅིག་གིས་ད་སྤེན་ལ་ཅིག་འགོ་བཙུགས་བྱས་ཅིག་བྱེད་ཁག་བྱས་པ་རེད། དགོས། གཅིག། ཐོབ་དང་མ་ཐོབ་སྐད་ཆ་མེད་པའི་དོན་ནི་གསར་འགྱུར་བརྒྱུད་ལམ་ཐོག་ནས་འཛམ་བུ་གླིང་ཡོངས་ལ་རྒྱ་ནག་དེ་དངོས་གནས་གཅིག་གི་དྲག་གནོན་གྱི་ཁྲིམས་གཅིག་ཡིན་པ་དང་དྲག་གནོན་གྱི་གཞུང་གཅིག་ཡིན་པའོ། དེ་ཁྲིམས་མེད་ལུགས་མེད་ཡིན་པ་གཅིག་དེ་གསལ་བསྒྲགས་བྱེད་ཐུབ་ཀྱི་ཡོད་པ་ཡིན་དུས་ད་ལྟ་གསུངས་པ་ནང་བཞིན་ང་རང་ཚོ་ལྟ་རང་དབང་ལུང་པ་ཡོད་ངེས་བོད་པ་ཚང་མས་ཀྱི་འདི་ལ་ཐབས་ལམ་གཅིག་ཡོད་པ་ཡིན་ན་རེད་པ། སོ་སོ་སོའི་ལུང་པ་རྒྱལ་ཁབ་ནང་ལོགས་ལ་ཁྲིམས་ཁྲིམས་གཏུགས་བྱས། ཞུ་གཏུགས་བྱས་བྱས་དེ་འདྲས་ཀྱི་ཐོག་ནས། རྒྱ་ནག་གཞུང་ལ་དེ་གསོན་པོ་རུ་བཟོ་ཐུབ་པ་ཡིན་ན་དེ་དངོས་གནས་ང་རང་ཚང་མ་ལོག་ཅིག་རྒྱལ་ཁ་ཞིག་ཐོབ་གི་རེད་བསམ་གི་འདུག་རེད་བ། ཐུབ་བསྟན་དབང་ཆེན་ལགས་ད་དེ་དུས་ཚོད་ཀྱི་རྐྱེན་པས་ང་ཚོ་དེ་ལ་ཡ་མཚམས་བཞག་པ་བྱས་སོང་ཨ་ནི་ང་ཚོའི་ལས་རིམ་དེ་ལ་ཕེབས་པ་ལ་ཡ་ཐུགས་རྗེ་ཆེ་ན་ཞུ་ཡོད། ཐུགས་ཆེ་ན་ཐུགས་ཆེ་ན། རྣམ་པ་ཚོ་ང་ཚོའི་ལས་རིམ་ཟེར་བ་ལས་ཐུགས་རྗེ་ཆེ། ལེ་ཚན་རྗེས་མ་བསྐྱར་དུ་བྱས་ཡོང།